ཐམས་ཅད་ཀྱི་དུག་བདག་གིས་ཆོད་དོན་དུ། ལུས་སྦངས་དགོངས་བཞུགས་སུ་ཞང་ཞུང་གི་སྐད་དུ་ཏཱ་ལ་པ་དཱ་ནཱ་ཧ་སུམ་པའི་སྐད་དུ་ཨ་ར་ན་བ་ལི་ཡ་རྒྱ་གར་སྐད་དུ་ནཱ་ག་ར་ཇ་དཱ་ཡ་བོད་སྐད་དུ་ལུས་སྦངས་དགོངས་བཅོམ་ལྡན་འདས་དཔལ་ཕྱག་ན་རྡོ་རྗེ་ལ་ཕྱག་འཚལ་ལོ་བཅོམ་ལྡན་འདས་ཀྱིས་ཐུགས་རིན་པོ་ཆེ་གསང་བ་ནས་དགོངས་ཏེ་ལྗགས་ལས་གནན་པར་འོད་དུ་ནས་གླུ་ཐམས་ཅད་སྤྱན་དྲངས་པ་ཕྱག་འཚལ་མཆོད་པ་འབུལ། སྨོན་ལམ་གདབ་པ་རང་རང་གི་སྙིང་པོ་འབུལ་ལོ་བསླུ་མེད་སྣ་ཚོགས་ཀྱི་གསོལ་བཤགས་བ་བཅས་ལ་ཕྲིན་ལས་བཅོལ་བ་འདི་གསུངས་སོ། མི་མཇེད་འཇིག་རྟེན་འཛམ་གླིང་ན་རྒྱ་མཚོ་དང་ནི་ཆུ་བོ་དང་ཆུ་ཕྲན་བརྩེའོ། ལུ་མ་ལྟེང་ལྟེང་དང་རི་རབ་རི་བྲན། ས་རྡོ་དང་རླུང་དང་མེ་དང་ནམ་མཁའ་དང་འབྱུང་བ་དེ་དག་ཀུན་ལ་གནས་པའི་ཀླུ་ཡི་ཚོགས་རྣམས་ནི་དགའ་བོ་དང་ནི་མྱི་དགའ་བོ་དགུ་དགའ་བོ་དང་གཙུག་ན་རིན་ཆེན་དང་མཐའ་ཡས་དང་ནི་དུང་སྐྱོང་དང་ནོར་རྒྱས་དང་ནི་གཟི་བྱིན་ཏེ། ཀླུ་ཆེན་བརྒྱད་པོ་འདིར་བཞེས་སྤྱོད་པ་དམ་པ་བཞེས་ཀླུའི་རྒྱལ་པོ་སྟོབས་བཟང་དང་ཨེ་ལི་དང་མ་དང་གལ་པ་དང་མ་དྲོས་པ་དང་མི་ཞུམ་པ་རིགས་ལྡན་དང་ནི་རྒྱ་ལྡན་དང་དཔལ་ལྡན་བླ་བཟོ་ལུས་རེ་རྣམས་འདིར་བཞེས་སྤྱོད་པ་དམ་པ་བཞེས་ཀླུའི་རྒྱལ་པོ་ཚངས་པ་དང་ཤིང་རྟ་བཞིན་དང་མེ་ལོང་གདོང་སྦྱིན་དང། རི་དྭགས་མགོ་ཅན་དང་ནི་སྦྱིན་སྲེག་ནི་མགོ་ཅན་དང་བ་ལང་མགོ་ཅན་དང་ནི་ཤའི་མགོ་ཅན་དང་སྦྲུལ་མགོ་ཅན་ལ་སོགས་པ་དམངས་རིགས་རྣམས་དང་འདིར་བཤད་སྤྱན་འདྲེན་མཆོད་པ་དང་འབའ་ཞིག། ཀླུའི་རྒྱལ་པོ་ཆར་འབེབས་པའི་མདངས་ལ་འབྲུག་སྒྲོ་དང་ནི་འབྲས་བུ་སྨིན་པར་བྱེད་དགའ་བོ་དང་ནི་ཉེ་དགའ་དང་སྐྲག་བྱེད་དང་ནི་གནོད་བྱེད་དང་འབྱུང་བ་ཆུ་ལ་གནས་པའི་ཀླུ་རྣམས་དང་འབྱུང་བ་རླུང་ལ་གནས་པའི་ཀླུ་རྣམས་དང་འབྱུང་བ། མེ་ལ་གནས་པའི་ཀླུ་རྣམས་དང། ས་དང་ཤིང་ལ་གནས་པའི་ཀླུ་རྣམས་དང། རི་རབ་བ་རི་སྤྲིན་ཀུན་ལ་གནས་པའི་ཀླུ་རྣམས་དང་ས་དང་རྡོ་ལ་གནས་པའི་ཀླུ་རྣམས་ཀུན། དེ་དག་ཐམས་ཅད་བྲམ་ཟེའི་རིགས་ཡིན་ཏེ་འདིར་བཞེད་སྤྱོད་པ་དམ་པ་ཞེས་ཞེ་སྡང་གདུག་པའི་སེམས་སུ་མ་བྱོན་ཅིག་ཁྲོ་གཏུམ་མོ་ང་རོས་ཚུལ་དུ་མ་བྱོན་ཅིག་བྱམས་དང་སྙིང་རྗེའི་སེམས་དང་བཅས་ཏེ་ཤིག།

ཀླུའི་རྒྱལ་པོ་འཁོར་བ་རིན་ཆེན་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་འབའ་རུ་སྐྱིན་པོའི་ཆུ་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་རྒྱལ་བྱེད་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་ཁྲུལ་པོ་ཆེ་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་མཐོང་ལྡན་ལ་མཐོང་ལྡན་རྒྱལ་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་མལ་གྲོ་འཛིན་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ་རབ་ལྡན་ལ་ཕྱག་མཛོད་ལ་ཀླུའི་རྒྱལ་པོ།

ཀླུའི་རྒྱལ་པོ་རྫུ་འཕྲུལ་དང་ལྡན་པ་རྣམས་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་སྟོབས་དང་ལྡན་པ་རྣམས་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་འོད་ཟེར་ལྡན་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་གདོང་བརྟེན་ལ་ཕྱག་འཚལ། ཁ་དོག་ལྡན་པ་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་ཁྲོ་ཞལ་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་འོད་འཕྲོ་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་མ་དྲོས་པ་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་བྱིན་ཆེ་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ་མཐོང་བའི་གདུག་ཅན་ལ་ཕྱག་འཚལ་ལོ་ཀླུའི་རྒྱལ་པོ།

སྒྲུབ་གོ་ཆེན་ལ་ཕྱག་འཚོལ། ཀླུའི་རྒྱལ་པོ་ཆེ་གོ་ཆེན་ལ་ཕྱག་འཚོལ་ཀླུའི་རྒྱལ་པོ་ཉེ་གོ་ཆེན་ལ་ཕྱག་འཚོལ་ཀླུའི་རྒྱལ་པོ་དེ་རྣམས་ལ་ཕྱག་འཚལ་ནས་རྒྱུ་སྦྱོར། གཡོན་དང་འཁོར་དང་བཅས་པ་རྣམས་ལ་དུས་དུས་སུ་འབྲུག་སྒྲ་སྒྲོགས་པར་གྱུར་ཅིག་དུས་དུས་སུ་ཆར་འབེབས་པར་གྱུར་ཅིག་དུས་དུས་སུ་འབྲས་བུ་སྨིན་པར་གྱུར་ཅིག་བསྲུང་བ་དང་སྐྱོབ་པ་ཁོ་ནར་གྱུར་ཅིག་གཞན་ཡང་ཀུན་ནུས་དགའ་བོ་ཀླུའི་རྒྱལ་པོ།

ཞུ་བ་དང་འབྲས་དང་ས་མདོ་དང་རྫས་དང་ཕུལ་མིང་དང་འགྲམ་བུ་སྦྲུམ་པ་དང་ཅོང་དང་དལ་གལ་དང་ཞང་སྦྲུམ་དང་ཁོང་རྫས་དང་མེ་དབལ་དང་འགྱིང་བག་དང་སེམས་འགྱུ་བ་ལ་སོགས་པ་རྣམས་ནི་ཞི་བར་འགྱུར་རོ་རྗེས་མེད་ཅིང་བྱང་བར་འགྱུར་རྗེས་གནོད་པ་གང་གིས་ཀྱང་མི་ཚུགས་པར་འགྱུར་རོ་རྗེས་གཞན་ཀུན་དགའ་བོ་ཀླུའི་རྒྱལ་པོ་བགེགས་བྱེད་ལ་ཕྱག་འཚོལ་ལོ་ཀླུའི་རྒྱལ་པོ་གང་ག་ལ་ཕྱག་འཚོལ།

དུ་འདྲ་ལ་ཆགས་ཚུལ་ལ་བློས་འཇགས་པ་རྒྱ་རིགས་རྣམས་ལ་ཆགས་ཚུལ་ལ་བློ་བློན་རིགས་རྣམས་ལ་ཆགས་ཚུལ་ལ་བློ་དམངས་རིགས་རྣམས་ལ་ཆགས་ཚུལ་ལ་བློ་བྲམ་ཟེ་རིགས་རྣམས་ལ་ཆགས་ཚུལ་ལ་བློ་བྱོལ་སོང་རྒྱ་རིགས་རྣམས་ལ་ཆགས་ཚལ་ལོ་གཞན་ཀུན་དགའ་བ་བློས་འཇགས་པོ་བུ་དང་བཅས་པ་ཚ་བོ་དང་བཅས་པ་འཁོར་གཡོག་ཏུ་བཅས་པ་སྡེ་དཔོན་དང་བཅས་པ་རྣམས་ལ་ཆགས་ཚལ་ལོ་བློ་དེ་རྣམས་ལ་ཆགས་ཚལ་ནས་རྒྱུ་སྦྱོར་བ་ཡོན་བདག་འཁོར་དང་བཅས་པ་རྣམས་ཀྱིས་བསད་པ་དང་བཅད་པ་དང་བརྡུངས་པ་དང་སྟེར་བ་དང་འཁྲུད་པ་དང་བརློག་པ་དང།

ག་མ། འཇའ་ལ་གཟུངས་བཤོས་གསོལ་བ། ན་ག་པྲ་ཤོ་ན་གསོལ་བ། ན་ག་གུ་རུ་ནི་གསོལ་བ། ན་ག་ཐུགས་ཀ་རི་གསོལ་བ། ན་ག་མ་རུ་ནི་གསོལ་བ། ན་ག་བདེ་བ་ཡ་གསོལ་བ། ན་ག་འགའ་ཡུ་གསོལ་བ། ན་ག་བ་འཇའ་ཡུ་གསོལ་བ། ན་ག་བ་ཡུ་ན་གསོལ་བ། ན་ག།

ཀླུའི་ཁ་ཆུ་མཉམ་པ་ནི་རྒྱ་མཚོ་འབུལ་བས་སོས་པར་གྱུར་རྗེས་ཀླུའི་རྗེས་མཉམ་པ་ནི་འོད་པའི་སྔོན་པོས་སོས་པར་གྱུར་རྗེས་ཀླུའི་ཤ་མཉམ་པ་ནི་བླ་གོལ་བླ་གོར་ཤ་བློ་གོར་ཞོ་ཤ་དང་ནག་ནག་འབུལ་བས་སོས་པར་གྱུར་རྗེས་ཀླུའི་སྙིང་མཉམ་པ་ནི་སྙིང་ཞོ་ཞེས་སོས་པར་གྱུར་རྗེས་ཀླུའི་ནང་ཁྲོལ་མཉམ་པ་ནི་ནཱ་ག་གེ་སར་དང་ཏིལ་དཀར་ནག་དང་ག་བུར་དང་གུར་གུམ་དང་ཙནྡན་དང།

འབུམ་སྔོན་དང་བཤོས་གཙང་དང་གཅན་གཟན་དང་སྐྱེ་འབངས་དང་དཀར་གསུམ་མངར་གསུམ་དང་མཆོད་ཡོན་ཐམས་ཅད་ཕུལ་བའི་ལོ་རྣམས། ལོངས་སྤྱོད་སྣ་ཚོགས་དང་ལྡན་པར་གྱུར་རྗེས་ཀླུ་བོའི་ཁ་དོག་དང་ལྡན་པར་གྱུར་རྗེས་ཀླུ་བསེ་བྱི་དང་ལྡན་པར་གྱུར་རྗེས་གྲགས་པ་དང་ལྡན་པར་གྱུར་རྗེས་སྟོབས་དང་ཕུག་འཁོར་འཕེལ་བར་གྱུར་རྗེས་ཀླུ་ལོང་བ་རྣམས། མིག་དང་ལྡན་པར་གྱུར་རྗེས་འོན་པ་རྣམས་སྒྲ་ཐོས་པར་གྱུར་རྗེས་རྟོག་པ་རྣམས་ཟས་དང་ལྡན་པར་གྱུར་རྗེས་དབུལ་པོ་རྣམས། ནོར་དང་ལྡན་པར་གྱུར་རྗེས་བྱེད་པ་རྣམས་མ་ཡུལ་དང་ལྡན་པར་གྱུར་རྗེས་ལྷུན་ནམ་མཁའ་ལྡིང་གི་འཇིགས་པ་དང་བྱ་ཁྱུང་གི་འཇིགས་པ་དང་མེའི་འཇིགས་པ་དང་ཆུའི་འཇིགས་པ་དང་དྲའི་འཇིགས་པ་དང་ཆོམ་རྐུན་གྱི་འཇིགས་པ་དང་ཀླུ་བྱེད་བཙན་གྱི་འཇིགས་པ་དང་འཇིགས་པ་དེ་དག་ཐམས་ཅད་ལས་གྲོལ་བར་གྱུར་རྗེས་གཞན་ཀུན་དགའ་བོ་ལུས་ཀྱི་བུ་རྣམས་ལ་རྩི་ཤིང་གི་བྱེ་བྲག་ཐམས་ཅད་ཕུལ་ལོ་བའི་ཤིང་ཉིན་བཅས་པའི་བུ་ལོན་ཐམས་ཅད་འཁོར་བར་གྱུར་རྗེས་མེ་ཏོག་ནག་བཟོ་འབུལ་བའི་གླུ་ལོངས་སྤྱོད་སངས་རྒྱས་མི་ཁྱབ་པ་དང་ལྡན་པར་གྱུར་རྗེས། རྒྱུ་འགྱུར་བ་ཡོད་འདོད་འཁོར་དང་བཅས་པ་རྣམས་ཀྱང་ངག་སོ་འདུག་པ་དང་མཛེས་པ་དང་ཡིད་དུ་འོང་ཞིང་བཟང་བར་འགྱུར་རོ་ཅེས་ལོངས་སྤྱོད་ཀྱི་བྱེ་བྲག་ཐམས་ཅད་འབུལ་བས་མི་ཟད་པའི་རྟེན་དང་ལྡན་པར་འགྱུར་རོ་ཅེས་མིང་གི་བྱེ་བྲག་རྣམས་ཐམས་ཅད་འབུལ་བས་ལོངས་སྤྱོད་བད་ཀན་དང་དུ་བ་རྣམ་ཤེས་ནད་ལས་ཐར་བར་འགྱུར་རོ་ཅེས་ལུས་བྱེ་བྲག་ཐམས་ཅད་འབུལ་བས། རྩ་དང་མུ་གེ་དང་ལོ་གཉིས་ཀྱི་སྡུག་བསྔལ་ཐམས་ཅད་ལས་ཐར་བར་གྱུར་རྗེས་རིན་པོ་ཆེ་སྣ་དགུ་ཕུལ་བས་སྲོག་གསར་བ་དང་ཚེ་རིང་བ་དང་དབང་ཐང་དང་ལྡན་པར་གྱུར་རྗེས་བཤོས་གཙང་ཕུལ་བས་མ་རྨོས་པའི་ལོ་ཏོག་ལ་ལོངས་སྤྱོད་པར་གྱུར་རྗེས་དར་ཟབ་དང་མཎྜལ་མ་ཐམས་ཅད་ཕུལ་བས་གོས་ཀྱི་བྱིན་བདག་ཐམས་ཅད་ལ་ལོངས་སྤྱོད་པར་གྱུར་རྗེས་ཟང་ཟིང་གི་བྱིན་པ་ཐམས་ཅད་ཕུལ་བས་མིག་ནད་ཕྱུགས་ནད་ཐམས་ཅད་རྒྱུན་ཆད་པར་གྱུར་རྗེས་གཞན་ཡང་ཀུན་དགའ་བོ་ཀླུའི་རྒྱལ་པོ་རྣམས་ལ་མཐོལ་བཤགས

ཤོག་བུ་བྱེད་པ་ཐམས་ཅད་ཐོད་ཅིང་ཤགས་སུ་བྱང་ཞིང་ཐག་པར་གྱུར་ཅིང་གཞན་ཀུན་འགའ་བ་ལུའི་རྒྱལ་པོ་རྣམས་ཕྲིན་ལས་དང། སྙན་སྙུན་དུ་གསོལ་བའི་མདོ་ནི་དེང་གི་ཡོན་བདག་ཕོ་མོ་རྣམས་ལ་ཡོངས་སུ་བཟུང་བ་དང་ཡོངས་སུ་སྦྱར་བ་དང་ཞི་བ་དང་བདེ་ལེགས་སུ་འགྱུར་ཞིང་གཞན་ཡང་ནད་ཀྱིས་བསྐྱལ་བ་དང་མཚོན་གྱིས་བསྐྱལ་བ་དང་མུ་གེས་བསྐྱལ་བ་དང་དུག་གིས་བསྐྱལ་བ་ལས་ཐར་བར་འགྱུར་རོ་ཅེས་གཞན་ཡང་རྒྱལ་པོས་འཇིགས་པ་དང་ཁྲིམས་གཅོད་ཀྱིས་འཇིགས་པ་དང་མཚོན་གྱིས་འཇིགས་པ་དང་མུ་གེས་འཇིགས་པ་དང་ས་གཡོ་བས་འཇིགས་པ་དང་དུས་མ་ཡིན་པར་འཆི་བས་འཇིགས་པ་དང། འཇིགས་པ་ཐམས་ཅད་ལས་བསྒྲལ་དུ་གསོལ། གཞན་ཡང་ཀུན་དགའ་བོ་རླུང་ལས་གྱུར་པའི་ནད་དང་མཁྲིས་པ་ལས་གྱུར་པའི་ནད་དང་བད་ཀན་ལས་གྱུར་པའི་ནད་དང་མདུད་པ་ལས་གྱུར་པའི་ནད་དང་སྔགས་ནི་ཤེས་བྱ་རྩ་བཞི་ལས་འདར་བར་གྱུར་ཅིག་གཞན་ཡང་རྫུ་འཕྲུལ་དང་ལྡན་པར་གྱུར་ཅིག་མགོ་དང་ལྡན་པར་གྱུར་ཅིག་ཁ་དོག་དང་ལྡན་པར་གྱུར་ཅིག་ལོངས་སྤྱོད་འཕེལ་བར་གྱུར་ཅིག་བུ་འོར་འཕེལ་བར་གྱུར་ཅིག་ལོ་ཤུགས་རྟག་ཏུ་ལེགས་པར་གྱུར་ཅིག་གནོད་བྱེད། ཀྱི་དགྲ་དཔུང་ཐམས་ཅད་འཇོམས་པར་མཛད་དུ་གསོལ་ཞིང་གོས་བསྔོ་བ་ལུས་ནད་དུ་གྱུར་པ་དང་ཤུ་བ་དང་རྫས་དང་ཕུར་མིག་དང་འབྲུམ་བུ་དང་བསང་གཏོར་དང་སྨྱུང་བ་དང་དལ་འགལ་དང་ཞྭ་བོ་དང་འབྲུམ་བུ་དང་སེམས་མེད་རྒྱུ་བ་རྣམས་མ་ཞི་ཞིང་མེད་པར་མཛད་དུ་གསོལ་ཞིང་གོས་བསྔོ་བ་ལུས་ཀྱི་བུ་རྣམས་ཀྱི་དུས་དུས་སུ་ཆར་འབབ་པར་གྱུར་ཅིག་དུས་དུས་སུ་གློག་འབྱིན་པར་གྱུར་ཅིག་དུས་དུས་སུ་སྒྲ་འབྱིན་པར་གྱུར་ཅིག་དུས་དུས་སུ་འབྲས་བུ་སྨིན་པར་གྱུར་ཅིག་ལོ་ཆུ་རྟག་ཏུ་ལེགས་པར་གྱུར་ཅིག་མི་ནད་ཕྱུགས་ནད་ཐམས་ཅད

སྤྲིན་ནི་རླུང་བ་ཟོས་པར་གྱུར་རྗེས་ཀླུའི་ཤིང་གི་གཡོན་ནི་དེ་ལྟར་ཕྱེ་སྟེ་དེ་ལྟར་ཀླུ་རྣམས་ཤིང་ལ་གནས་གྱུར་རྗེས་ཀླུ་རྣམས་རྟེན་དང་ལྡན་པར་གྱུར་རྗེས་ཀླུ་སྐྲ་དང་ལྡན་པར་གྱུར་རྗེས་ཀླུ་མཐུ་སྟོབས་དང་ལྡན་པར་གྱུར་རྗེས་ཀླུ་གཟི་བརྗིད་དང་ལྡན་པར་གྱུར་རྗེས་ཀླུ་རྣམས་ལོངས་སྤྱོད་ཕུན་སུམ་ཚོགས་པ་དང་ལྡན་པར་གྱུར་རྗེས། སྒོ་སྔོན་དང་གཟུགས་བརྙན་དང་ངར་ཤུགས་དང་ངར་ཕུལ་བས་སེམས་ཅན་ཐམས་ཅད་ལ་འདོད་པའི་ཡོན་ཏན་ལྔ་ཆ་བཞིན་དུ་འབབ་པར་གྱུར་རྗེས་དེ་ལྟར་ཀླུ་གཉན་ནི་མཐུ་དང་དབང་དང་ནི་ཡོན་བདག་གིས་ཐོས་པར་གྱུར་རྗེས།

སོ་སོ་ནི་མི་དགེ་རུ་བྱུང་སོང་འགྲུལ་རྒྱལ་པོ་ཁྱེད་ལ་ཕྱག་འཚལ་ལོ་ཁྱེད་ལ་མཆོད་ཡོན་འབུལ་ལོ་རྗེ་འཛིན་མའི་སྣ་ཚོགས་ཀྱི་གླུ་ལོང་བ་རྣམས་མཐོང་བར་གྱུར་རྗེས་གླུ་ཞྭ་བོ་རྣམས་རངས་པར་གྱུར་རྗེས་ཐེང་པོ་རྣམས་དྲོ་བར་གྱུར་རྗེས་འོན་པ་རྣམས་ཐོས་པར་གྱུར་རྗེས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་ལྡན་པར་གྱུར་རྗེས་ཀླུའི་རྒྱལ་པོ་འཁོར་དང་བཅས་པ་རྣམས་ལ་སྐྱབས་སུ་མཇལ་བའོ་སྲིད་པའི་གཉེན་རྗེ་གུང་མོའི་རྗེས་འདི་སྲིད་པའི་གཉེན་ཁྲ་ལྕམ། སྟོང་ལེབ་ལ་ཕྱག་འཚལ་ལོ། ཉི་ནས་དགྲ་འདུལ་ལོ། ཤེལ་ཀུན་ལ་ཕྱག་འཚལ་ལོ། ཉི་ནས་དགྲ་འདུལ་ལོ། ས་སྤྲིན་ལ་ཕྱག་འཚལ་ལོ། ཉི་ནས་ལྷ་རྫ་ཐོག་འབེབས་ལ་ཕྱག་འཚལ་ལོ། ཉི་ནས་རྗེ་བཙན་པོ་ལ་ཕྱག་འཚལ་ལོ། ཉི་ནས་སྟོད་བྱམས་ལ་ཕྱག་འཚལ་ལོ། ཉི་ནས་འཕྲུལ་ཆེན་སྟོང་འདུལ་ལ་ཕྱག་འཚལ་ལོ། ཉི་ནས་འགྲོ་བ་ཀུན་འདུལ།

སྟོང་ཁྲི་ཚན་ཏེ་དགུ། ལྡེམ་བུ་ལ་ཕྱག་འཚལ་ལོ། གཉེན་གྱི་བཙུན་མོ་རྣམས་ལ་ཕྱག་འཚལ་ལོ། སྨན་ནི་ལས་བཞི་ནི་འཕྲུལ་གྱི་རྒྱལ་མོ་ལ་ཕྱག་འཚལ་ལོ། ལྷ་ས། ལྷ་ས་གང་དག་ལ་ཕྱག་འཚལ་ལོ། འཕྲུལ་ས། བེམ་པོ་ལ་ཕྱག་འཚལ་ལོ། བདུད་ས་འཕྲུལ་མ་ལ་ཕྱག་འཚལ་ལོ། ཀླུ་ས། ཡིད་མ་ལ་ཕྱག་འཚལ་ལོ། གཉེན་གྱི་ལྕམ་མོ་རྣམས་ལ་ཕྱག་འཚལ་ལོ། གཉེན་གྱི་བུད་མེད་དུང་གི་རལ་པ་ཅན་རྣམས་ལ་ཕྱག་འཚལ་ལོ། གཉེན་གྱི་བུད་མེད་ནག་མོ་ལ་ཕྱག་འཚལ་ལོ། གཉེན།

རྒྱན་རྣམས་རྡོ་རྗེ་ཞིང་གང་ལ་གནས་པ་ནི་དཀར་རོ་གཡའ་ལ་གནས་པ་ནི་སྔོ་བོ་ནག་ལ་གནས་པ་ནི་ནག་གོ་ལུ་མ་ལ་གནས་པ་ནི་དཀར་རོ་ཆུ་མེ་ལ་གནས་པ་ནི་སེར་རོ་ཀླུ་སྐམ་པོ་ནི་དྲིལ་བུ་མོ་མདའ་སྒྲོ་དང་ཤུག་གོ་དང་ཤིང་གོ་ལིང་དང་གཡའ་དང་ཁྲམ་བུ་དང་གུང་དཔལ་ཅན་དང་ཕ་བོང་རང་རོང་དང་མཚན་མ་ཅན་ལ་གནས་པ་ནི་ཁྱེད་རྣམས་ལ། ཞུ་བ་བཟོས་ལོ་རྒྱ་ནག་ལ་འབྱོར་པ་པོའི་ལོ་རིན་ཆེན་རྩི་སྨན་སྣ་ཚོགས་ཀྱི་ལུང་བ་རྣམས་སུ་མཐོང་བར་གྱུར་ཅིག་བོན་པོ་རྣམས་དགྲ་གཏུམ་མོ་རྒྱུད་ཀྱི་བྱ་བ་རྣམས་རང་རངས་པར་གྱུར་ཅིག་ཐེང་པོ་རྣམས་གྲོལ་བར་གྱུར་ཅིག་བྱམས་པ་དང་ལྡན་པར་གྱུར་ཅིག་མཐུ་སྟོབས་དང་ལྡན་པར་གྱུར་ཅིག་ཀླུ་རྣམས་སྣ་ཚོགས་ཀླུ་སྨན་སྣ་ཚོགས་ཀྱི་དྲི་ཞིམ་པ་དང་བདུད་རྩིའི་ཆར་རྒྱུན་གནས་པར་གྱུར་ཅིག་བདེ་བའི་ལོངས་སྤྱོད་དང་ལྡན་པར།

གསོད་པར་འགྱུར་གྱི་ལུས། ལུས་གནས་པ་ཐམས་ཅད་གསོད་པར་འགྱུར་གྱི་མར་མེ་འབུལ་བའི་ལུས། དྲོད་རྫས་གསོད་པར་འགྱུར་གྱི་རེ་སྐུད། དམར་པོ་འབུལ་བས་གཙང་པའི་ཚེ་དང་ལྡན་པར་འགྱུར་གྱི་བསོད་ནམས་དང་ཡེ་ཤེས་ཀྱི་གཙོ་བོ་ནི་བདག་དང་ཡོན་བདག་གིས་ཐོབ་པར་འགྱུར་གྱི་མཐར་དམར་པོ་འབུལ་བས་བླ་རེ་དང་འཕན་གདུགས་དང་རྒྱལ་མཚན། ཏུ་གྱུར་ཅིང་ངན་སོང་གསུམ་དང་བྲལ་བར་གྱུར་ཅིག་གཏོར་ཡི་གེ་གནས་ཐོབ་པར་གྱུར་ཅིག་འོ་མའི་མཚོ་ཆེན་པོར་གྱུར་ཅིག་ཆུ་བོ་ཆེན་པོ་ཡིད་བཞིན་གྱི་བདུད་རྩིར་གྱུར་ཅིག་ཀླུའི་རྒྱལ་པོ་དགའ་བོ་གནས་སུ་རྒྱ་བར་གྱུར་ཅིག་ལོངས་སྤྱོད་བསམ་གྱིས་མི་ཁྱབ་པ་ཐོབ་པར་གྱུར་ཅིག་ཀླུ་ཕོ་མོ་བདེ་བར་གྱུར་ཅིག་སྔར་ཕུན་སུམ་ཚོགས། སྨིན་གྱི་སྙིང་པོ་དང་ཞིམ་ཞིམ་མངར་བའི་ཀླུ་རྣམས་དེ་བཞིན་རྒྱས་པར་གྱུར་ཅིག་བསོད་ནམས་དང་ཡེ་ཤེས་ཀྱི་མཚོ་རྒྱུ་བཅུར་ཕོ་མོས་འཐོབ་པར་གྱུར་ཅིག་བསམ་པ་རྒྱ་ཆེ་བའི་མཆོད་པ་ཕུལ་ལ་ཀླུ་རྣམས་འཇིགས་པ་དང་བྲལ་བར་གྱུར་ཅིག་ཟང་ཟིང་གི་སྦྱིན་པ་བཏང་བས་དཀོན་མཆོག་གསུམ་གྱིས་བཀའ་བདུན་པ་དང་ཀླུ་རྣམས་མཆོད་པ་ཡིད་ལ་སྤྲོས་བསྣོལ་ལོ་རྣམས་ལོངས་སྤྱོད་དང་ལྡན་པར་འགྱུར་རོ་རྗེའི་ལོ་རྣམས་མང་དར་ཞིང་རྒྱས་པར་འགྱུར་ཅིག་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བདག་དང་སེམས་ཅན་ཐམས་ཅད་ཀྱིས་བསྟོད་པར་འགྱུར་རོ་རྗེའི་སེམས་ཅན་ཐམས་ཅད་བདེ་ཞིང་སྐྱིད་པར་གྱུར་ཅིག་ཀླུ་ནད། ཀླུ་ནད་པ་མི་བདེ་བ་གསོད་པར་འགྱུར་རོ་རྗེའི་ཀླུ་ཉོན་མོངས་པ་ཐམས་ཅད་ལས་ཐར་ནས་རིག་པ་ཡེ་ཤེས་དང་ལྡན་པར་གྱུར་ཅིག་སྤྱོད་པ་ཕུན་སུམ་ཚོགས་པ་དང་འགྱུར་རོ་རྗེའི་ལོངས་སྤྱོད་ཀྱི་འཁོར་བསམ་གྱིས་མི་ཁྱབ་པ་དང་ལྡན་པར་གྱུར་ཅིག་དེ་ལྟར་མཉེས་པར་གྱུར་ནས་མཐུ་དང་དབང་ནི་བདག་གིས་ཐོབ་པར་གྱུར་ཅིག། ལྷོད་ཡིན་བདག་ལ་མགོ་བཞིན་བདག་གིས་མགོན་དང་སྐྱབས་མཛད་དུ་གསོལ། འདི་འདྲི་ཞིང་སྟོན་པ་ཙམ་གྱིས། ཚེ་འདི་དངོས་གྲུབ་ཐོབ་པར་གྱུར་ཅིག་ལྕགས་ཆུ་དུས་སུ་འབབ་པར་འགྱུར་རོ་ཅེས་མི་བཞུགས་རྟག་ཏུ་ལེགས་པར་གྱུར་ཅིག་ས་ཆུ་བཀྲ་ཤིས་པར་གྱུར་ཅིག་དེ་ལྟར་སྨོན་ལམ་བཏབ་པས་ངོ་མཚར་ཨ་ལ་ལའོ་མི་དང་ཀླུ་རུ་འཁྱམས་བཀྲ་ཤིས་པར་གྱུར་ཅིག་ལོ་ཆུ་རྟག་ཏུ་ལེགས་མི་ནོར།